སློབ་སྦྱོང་བྱས་བྱས་པའི་ད་ཤེས་ཡོན་འདི་ད་འཛམ་བུ་ནས་སྤྱི་ལ་ཞབས་འདེགས་སྒྲུབ་ཡག་གི་ཆ་རྐྱེན་ཅིག་ཡོད་བསྡད་པ་ཅིག་ད་དེ་འདྲ་ཅིག་ཏན་ཏན་ཡོང་ཐུ་ཡག་ཅིག་ད་ངས་མཐོང་ཡོང་འདུག་ལོ་ཉི་ཤུ་རྩ་ལྔ་ལ་ཡ་བཙན་བྱོལ་བ་བྱས་རྒྱ་གར་ལ་འབྱོར་ཡིན་ད་ལོ་བརྒྱད་ཅུ་ལོ་ངོ་བྱས་ན་ལོ་གྱ་གཉིས་གང་འགྲོ་གི་ཡོད་རེད། ད་ཐུགས་སུ་ཉམས་མྱོང་ཕྱོགས་བསྡོམས་ཞིབ་བསྲེས་ཙམ་ནས་བསྟན་ཏེ། ང་རང་ཚོའི་རང་ལ་ཡོད་བསྡད་པའི་ཤེས་ཡོན་ཤེས་ཚད་དེ་ཡིས་དེ་སྔོན་ན་དྲ་གནས་ཀྱི་རྩ་ཆེན་པོ་ཅིག་དང་སྤུས་དག་པོ་ཅིག་རེད་འདུག་ག་ད་དེ་འདྲ་ཡིན་དུས་ད་དེ་ཨ་མདའ་ད་གའི་ཨ་མདའ་ས་ར་མཐོ་སློབ་རེད་ཨ་ནི་ཡི་གེ་རིགས་ལམ་བསླབ་གྲྭ་རེད་ཅིག་ད་གང་ལྟར་ཅིག་བྱས་རྗེས་གྲུབ་འབྲས་དངོས་གནས་ཅིག་སྨིན་གཏོང་ལག་ཟིན་བྱུང་ཡག་རེད་ཨ་ནི་དེ་འདྲ་ཡིན་དུས་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ལགས། ད་དུང་ཡང་ང་ཚོ་ཡར་རྒྱས་ལ་མཐའ་ཡས་པ་རེད། དེ་འདྲ་ཡིན་དུས་ཙང་ནས་མུ་མཐུད་ནས་ཅིག་གི་ད་ཡར་རྒྱས་འགྲོ་ཐུབ་ཡ་ཨེ་འདི་ཧ་ད་ལུང་པ་འདྲ་མེད་འདྲའི་སློབ་ཕྲུག་དེ་འདྲའི་དེ་སློབ་སྦྱོང་བྱས་ཡོང་གི་ཡོད་རེད་ཨེ་ཁྱེད་རང་ཚོ་ལུང་པ་འདྲ་མེད་འདྲ་ནས་ཡོང་འདོད་པ་ཁྱེད་རང་ཚང་མ་ལོག་ལ་ཡ་དམིགས་བསལ་གི་དགའ་བསུ་ཡོད་ཨེ་ནས་ཨ་ད་ངས་བཤད་མ་ཐག་པ་ནང་བཞིན་ང་ཚོའི་ཨ་ད་ཤེས་ཡོན་འདི་འཛམ་བུ་ལ་ཅི་ལ་ཕུལ་གི་ད་ང་ཚོ་རེད་རེད་པ་ང་ཚོ་ཁ་ནས་ག་དུས་བཤད་ནས་མར་ཁའི་སེམས་ཆ་ཐམས་ཅད་ཟེར་ཟེར་གི་ཡོད་པ

མིའི་ཀླད་པ་གཅིག་པ་ཡོད་རེད་བ། བདེ་བ་འདོད་པ་གཅིག་པ་རེད་བ། སྡུག་བསྔལ་མི་འདོད་པ་གཅིག་པ་རེད་བ། ད་ལྟ་ང་ཚོའི་སྐྱོན་ཆ་དེ་ག་རེད་ཟེར་ན། མིའི་རྣམ་དཔྱོད་འདི་བཟང་པོའི་ཡོན་ཏན་གྱི་ཐོག་ལ་འཕགས་འགྱུར་མ་ཐུབ་པ་བྱས་བྱས། རྣམ་དཔྱོད་འདི་གི་དྲན་རྒྱུ་འབའ་པོ། བྱེད་རྒྱུ་འབའ་པོ། དེ་འདྲའི་ཅིག་གི་སྒང་ལ་ཡར་ཕྱིན་བྱས། ད་འཛམ་བུ་གླིང་འདི་སྒང་ལ་དཔེར་ན་ཨ་མདོ་ད་ལྟ་རང་ཆགས་ཆགས་ན། ང་ཚོ་དེ་ཞི་བདེ་བག་ཕེབས་སུ་བསྡད་དེ་ཡོད་རེད། ད། སི་རི་ཡ།

རྩ་འགོ་དེ་ཁོ་སྣང་བ་གང་དྲན་བྱ་ནི་ཕ་སྐྱོག་ཡང་ཚུ་སྐྱོག་ཅིག་འདུག་བཟོ་རེ་བྱ། ཨེ་དེ་དུས་ངས་དེ་ལོས་དྲན་དྲན་བྱུང་ལབ་པ་ཡིན། ད་ཐབས་ཤེས་ཡོད་ན་ངས་རྩ་འགོ་དེ་འབྲོང་པོ་བྱུང་གི་འདུག་གིས་ཨེ་ནས་ས་མ་འགུལ་ཅིག་ཕལ་ཆེར་བོད་ཚུར་ལྷག་ས་རེད་ཤེས་རྩ་འགོ་དེ་ཕ་གཅིག་སྐྱོག་ཡང་ཕ་གཅིག་སྐྱོག་དེ་གྲམ་ཐང་གི་རོ་གཅིག་ཆགས་དེ་ཆོ་གས་མི་འདུག་བ།

རེད་བ་ཡ། ས་ཇི་འདྲ་ཡིན་དུས་ཙང་ནས་ཤེས་ཡོན་ཡོད་ནའི་ལྷག་བསམ་མེད་ན། སོ་སོའི་རང་ཡང་ཕུང་གཞན་ཡང་ཕུང་ཡག་ཅིག་མ་གཏོགས་མི་འདུག་ག། ས་དེ་འདྲ་ཡིན། འདི་ངས་སྤོབས་པ་ཆེ་ཆེ་བཤད་བསྡད་ཀྱི་ཡོད། ད་ལྟ་འཛམ་བུ་གླིང་འདི་ག་ལ་ཡོད་དང་ཡོད་བཞིན་པའི་ཤེས་ཡོན་གྱི་འགྲོ་སྟངས་འདི། དངོས་པོ་ཡར་རྒྱས་ལ་གཙོ་བོ་དམིགས་བྱ་བ་ཞིག་ཆགས་བསྡད་དུས་ཙང་ནས་དེ་འདང་གི་མི་འདུག། སྔོན་ན་ད་ནས་འཛམ་བུ་གླིང་ཞི་བདེ་ཅིག་དགོས་ན། སེམས་ཀྱི་ཞི་བདེ་བསྐྱོད་ནི་ནང་གི་ཞི་བདེ་བསྐྱོད་ནི་ཞི་བདེ་བཟོ་བར་མ་གཏོགས་ནང། ནང་ལ་པའི་ཁོང་ཁྲོ། ཨེ་ནི་ང་རྒྱལ་ཕྲག་དོག་འགྲན་སེམས་འཇིགས་སྣང། དེ་འདྲའི་རྗེས་ཀྱི་པའི་རུ་འཛིངས་ནས་དལ་བའི་འོག་ལ་འཛམ་གླིང་ཞི་བདེ་ཡོང་ཐུབ་ཡ་མེད་པ། ཨེ་བ། ས་དེ་འདྲ་ཡིན་དུས་ཚར་ནས། དངོས་གནས་དར་ནས་ཀྱི། ཕྱིའི་དང་ཞི་བདེ་ཡོང་བ་ལ་ནང་གི་ཞི་བདེ་བསྐྱོད་ནི་ཡོང་དགོས་ཡ་གཅིག།

ག་སོགས་ལ་བོད་ཀྱི་ཤེས་ཚད་རུ་གཅིག་ག་དང་རྒྱུས་ཡོད་རུ་གཅིག་ཡོད་བསྡད་པ་འདི་ཡིད་ལྟ་ཏན་ཏན་ལ། ང་ཚོ་འཛམ་བུ་གླིང་གི་ཤེས་ཡོན་གྱི་ནང་ལོགས་ལ་ཡང་བོད་ཀྱི་ལུགས་ཐུགས་ཡག་ཅིག་ས་འདི་འདྲ་ཡིན་དུས་ད་ཨ་ད Secular Ethics ཟེར་ཏེ། ཆོས་ཕྱོགས་དང་འབྲེལ་ནས་ཆོས་ལུགས་ཚང་མ་ལོག་གི་མི་བཟང་པོའི་བསླབ་བྱ་ཚང་མ་རྒྱག་གི་ཡོད་རེད་དཔེ་བྱམས་པ་དང་བརྩེ་བ་བཟོད་པ་དང་ཆོག་ཤེས་ཟེར་ནས་ཚང་མས་བསླབ་བྱ་དེ་སྐྱོན་གྱི་ཡོད་རེད་དངོས་གནས་དྲ་གནས་ཀྱི་དཔེ་རེད་ཆགས་ཚར་ཡོད་པ་རེད་ཞེ་དྲག་ཡག་པོ་རེད། རེད་དེ་ཡིན་ནས་ད་སེམས་ཁམས་རིག་པའི་སྐོར་སློབ་སྦྱོང་སྤྲད་ནས་འདུག་འདྲ་ཟེར་མཁན་དེ་ཨེ་ནས་ཆོས་ལུགས་མང་ཆེ་དེ་ཡིན་དེ་དད་པ་གཙོ་བོའི་ཐོག་ནས་གསུང་གི་འདུག་བྱས་ཙང་ཆོས་དད་མེད་མཁན་ཚོ་ལ་དེ་ཅི་ཐག་ནུས་པ་ཐོན་ཐུག་མི་འདུག་ཟེར་ད་སེམས་ཁམས་རིག་པའི་ཐོག་ནས་སོ་སོ་རང་ཉིད་ཀྱི་ལུས་པོ་དལ་བ་དང་ཁྱིམ་ཚང་དལ་བ་དང་ཨོ་གཅིག་ཨེ་ནས་སྤྱི་ཚོགས་དལ་བ་བྱོན་ཡག་ལེ་ཡ་ད་གཙོ་བོ་ཚན་རིག་ལ་ཁུངས་གཏུགས་ནས་ཨེ་ནས་ཨ་ག་ཤུག་རིན་པོ་ཆེ་སེམས་ཀྱི་ཞི་བདེ་གྲུབ་ཐབས་སྐོར་བཤད་དེ་ད

ཨེ་ནི། གཉིས་ནས་ཨ་འདྲ་ཁྱང་ཚོ། དེར་ཨ་འདྲ་ལག་འཁྱེར་ཐོན་མཁན་ཁྱང་ཚོ་སློབ་སྦྱོང་ཐོན་མཁན་ཚོ་ཁྱང་ཚོ་ཕྱོགས་གཅིག་ནས་དེར་དེར་ལག་འཁྱེར། ཨེ་ནི། ཐོབ་བྱས་འདུག་ཚོད་རེད་ཁྱང་ཚང་མ་ལོར་བཀྲ་ཤིས་བདེ་ལེགས་ཟེར་ཡ་ཡིན། ཨེ་ནི་གཉིས་ནས་ད་གིན་ངས་བཤད་མ་ཐག་པ་ནང་བཞིན་གྱི། དེང་དུས་ཀྱི་ཤེས་ཡོན་གྱི་ལག་འཁྱེར་ཡོད་པ་བྱས་ནས་ཤེས་ཡོན་ཞེ་དྲག་མཐོ་པོ་ཡོད་པ་ཡིན་ནས་སེམས་མ་འཐུས་ན་སྐྱིད་པོ་ཡང་ཡོང་མ་ད་བཤད་སོང་ཨ། འཛམ་བུ་ལི་འདི་གང་གིས་སྤོས་ན་ད་འཛམ་བུ་ལི་ག་ས་ག་ལ་ལྟོས་ད། ཅེས་གི། མི་ལ་བརྡབ་གསིག་བཟོ་མཁན་དེ་ཚོའི་གྲས། མང་ཆ་དེ་དེ་ཤེས་ཡོན་ཡོད་པ་ཞིག་ད། སེམས་མ་བཏུལ་ན་ཇི་ཙམ་གྱི་ཤེས་ཡོན་ཡོད་པའི་ཚོད་ཀྱིས་སྤྱི་ཚོགས་ནང་ལོག་ལེའི་རྙོག་དྲ་བཟོས་སོ་སོ་དེ་ལ་ཡེ་ནས་མ་སྐྱིད་པ་ཡོང་ཆེད་མ་གཏོགས་ཕན་ག་གེ་ཡོང་མ་རེད། བྱས་ཙང་ཀ། ཀླད་པའི་ཐོག་ནས་ཤེས་ཡོན་ཡོད་བསྡད་པ་འདི་མིའི་རང་བཞིན་ལྷན་སྐྱེས་ལ་བྱམས་བརྩེ་ཟེར་ཡ་ཅིག་འདི་ཚན་རིག་པ་ཚོས་བཤད་ཀྱི་འདུག་མིའི་ལྷན་སྐྱེས་ཀྱི་རང་བཞིན་འདི།

ད་ལྷན་སྐྱེས་ཀྱི་བྱམས་བརྩེའི་རང་བཞིན་ཡིན་བསྡད་པ་དེ། ལོ་ཡག་གསོན་གྱིས་གསོན་གྱིས་ལ་གོང་ནས་གོང་དུ་འཕེལ་ཐུབ་ཡག་ཅིག་རེད། ཨ་ད་པོ་ཏོ་སྤུ་གུ་ཆུང་ཆུང་ཁ་ཐུག་ལ་བྱམས་བརྩེའི་ཚོར་བ་ཤུགས་ཆེན་པོ་ཆགས་ཡོད་རེད། སྤུ་གུ་ནང་ཚ། ཅིག་ཅིག་རྩེད་མོ་རྩེད་ཅིག་ཅིག་གིས་བོད་ཀྱི་སྙན་པ་རག་སྙན་མདོ་ཟས་བྱེད་སྡུག་བྱུང་ན་ཁྱོད་ར་ཆོས་ལུགས་གང་ཡིན་པ་ཁྱོད་ར་མི་ཚང་ཕྱུག་པོ་ཡིན་པ་སྐྱོ་པོ་ཡིན་པ་ཤེས་ཡོན་ཅན་ཡིན་པ་ཤེས་ཡོན་མེད་པ་ཡིན་པ་མི་རིགས་གང་འདྲ་ཡིན་པ་ཅིག་གིས་གྲིབ་མར་བ་རེད་དཱ།

བྱས་ཙང་ཞིག་ཨང་ད་ང་ཚོ་ཡོད་བསྡད་པའི་ཤེས་ཡོན་འདི་གིས། ཉོན་མོངས་དུག་གསུམ་གྱི་ཞབས་འདེགས་ཞུ་མཁན་སོགས་ཞིག་མ་གཏོགས་ཨང་ད་ཡོད་པའི་ཤེས་ཡོན་འདིས། ཨེ་ནི། བྱམས་པ་དང་བརྩེ་བ་དང་གཅིག་དེ་ཚོའི་ཐོག་ལ་ཡ། གཅིག་ཕི་གེ། དངོས་ནས་བྱས་ན་ཤེས་ཡོན་གྱི་ཐོག་ནས་རྒྱབ་བརྟེན། དེ་བྱེད་དགོས་ཡ་ཅིག་རེད། ཤེས་ཡོན་གྱི་ཐོག་ནས་ཕི་གེ། ཁ་སུག་རེད། དེ་ཡི་དེ་གོང་འཕེལ་བཏང་དགོས་ཡ་ཅིག་ཆགས་ཀྱི་ཡོད་དེ་ཁོ་ཡོང་གི་མི་འདུག་ག། ཡོད་སོང་ཨ། ཚེ་ཁྱེད་རང་ཚོ་ཆ་ཤ་ནས། ཨོ་ད་དེ་སློབ་སྦྱོང་ལག་ཁྱེར་ཐོན་བྱས།

དང། རྒྱབ་མདུན་ངོ་ཁ་མེད་པ་འདི་འདྲ་བྱས་པ་ཡིན་ན། ཨོ་ད། ཚིག་དང་ཞི་མི་མཚོན་བྱེད་ཀྱི་དགའ་པོ་བྱེད་ཀྱི་རེད་ཡིད་ཆེས་བྱེད་ཀྱི་རེད། མིའི་སྤྱི་ཚོགས་ནང་ལོགས་ལ། གྲོགས་པོ་བྱ་དེ་ཆ་གལ་ཆེན་པོ་རེད་གྲོགས་པོ་ཡོང་བ་ལ་ཡིད་ཆེས་དགོས་བ་རེད་ཡིད་ཆེས་ཡོང་བ་ལ། གཞན་ཕན་གྱི་བློ་དགོས་བ་རེད། གཞན་ལ་ཡར་བརྩེ་བའི་བསམ་པ་ཡོད་ན་ཡིད་ཆེས་ལེགས་ཀྱི་རེད། ཡིད་ཆེས་བྱུང་ན་གྲོགས་པོ་ཆགས་ཀྱི་རེད། གལ་ཆེན་པོ་འདུག་བ། ང་ཚོ Social Animal། Social Animal ནང་ལོགས་ལ Friendship གལ་ཆེན་པོ་རེད་བ།